བྲག་གི་དཀྱིལ་ནི་ཡང། ཆུ་མེད་ཚ། ལུད་མེད་ཚ། གཉིས་བྲག་གི་ཐོག་ནི་ཡང། ས་གི་གདན་རྒྱ་མེད་ཚ། འདི་འདྲའི་གཅིག་ཐོག་ནི་ཡང། ཚ་ནོ་བྱས་ནས་འཚོ་བ་བྱེད་ངེས་ཀྱི། ད་ཡོད་ལྗོན་ཤིང་འདི་ཚོས། དེ་ཉིད་ང་ཕར་འགྲོ་ཚུར་འོང་བྱེད་དུས་ངེས་ཀྱི་བེད། མིད་པའི་རྟ་ཚག་དེ་ཡིན་ཟེར་ངེས་རྣམ་པ་ཚོར་འདི་ཞུ་འདོད་བྱུང། ད་རྣམ་པ་ཚོ་ངས་བཤད་ལ། ཡིད་ཆེས་བྱེད་དགོས་ཡོད་མ་རེད་རྣམ་པ་ཚོ་ལྟ་བ་ཡིན་ན་ཧ་གོ་གི་རེད་འདི་ཧ་ཅང་གི་འདི་འོ་ནོ་བྲག་རེད་ཚང་མ་བྲག་རེད་དེ་འདྲ་རེད་བྲག་རེད་འདི་ཡི་ནང་ལོག་ནས་ཁོང་ཚོ་འདི་འདྲ་བྱེད་ཡོད་རེད་ཁོ་ཚོའི་ཤིང་ཏོག་ལྟ་ད་ཧ།

ཕན་ཚུན་གྱི་བརྡ་སྣེ་སྦྲེལ་ཡོད་ཀྱི་ང་ཚོ་ལ་ཐུན་མོང་གི་སྐད་རིགས་ཅིག་ཡོད་ན་ད་བས་ཁོ་འདིར་འཚར་ལོངས་བྱས་ཡོད་ཀྱི་རྒྱུན་རིང་གི་ལོ་རྒྱུས་ཟེར་ན་མི་འདུག་སྟངས་རྒྱུད་ཟེར་ན་མི་འདུག་དེ་ཞི་དྲག་གི་ཧ་ལས་ཀྱི་ངང་ཉོས་འདོད་འདུག་ཨ། ཁོ་ཤི་ཐང་ནས་འདི་ཧིན་དུ་ཁོ་ན་གཅིག་པུ་མ་རེད་ཁོ་ཚོའི་གི་རིགས་ཚང་མ་དུག་སེལ་གྱི་རེད་འདོད། དེ་ཧ་ལས་ཀྱི་དཀའ་ཚེགས་ཆེན་པོ་གཅིག་ནང་ལོག་འཚོ་གནས་ཐུབ་ངེས་འཚོ་གནས་དང་དྲ་རྒྱའི་བུ་སྟོབས་དང་ལྡན་པ་ཨ་མྱེ་མིག་གི་ལྟ་ན་རེད་ས་ས་རང་གི་ལྟ་ན་ཡིན་ས་ས་ལ་ཅིག་ཡོད་ར་དེ་འདྲས་བྱེད་ཐུབ་ངེས་ཀྱི་ལྟ་ཤེས་རིགས་ཅིག་རེད་ཁོ་ཚོས། གསུམ་དང་ད་རིག་ང།

ཁྱེད་འདི་ཚོ་བྲེལ་དུ་བས་ཧ་ལས་གི་ཁོ་ཚོ་སྟོབས་ཤུགས་དང་ལྡན་ཁོ་ཚོ་སྤྱད་ངན་ཡ་སྤྱད་ཡ་གི་ཨ་ནི་ཅི་ད་གོ་ལ་འཚོ་གནས་གི་མཐུན་རྐྱེན་རྒྱ་ཆེན་པོ་མེད་ན་ཡང་མཐུན་རྐྱེན་ཆུང་ཆུང་ཅིག་འོག་ན་འཚར་ལོངས་བྱས་ཐུབ་ངེས་དང་སྟོབས་ཤུགས་ལྡན་པ་ཡོང་ཐུབ་ཡ་གི་ཞིང་ཁོ་ནོག་གི་རིགས་དེ་འདྲས་ཅིག་རེད་འདུག་དེ་འདྲས་སོང་ཙང་ཁོ་ཡུལ་ང་ཚོ་གི་ཁོ་ཡུལ་འདིར་མཇལ་ན་ཞིང་ཁོ་ནོག་པས་གོ་གནས་དགའ་ཞེན་ཅིག་བཟུང་ཡོད་རེད་གོ་གནས་ག་ལ་གང་ཚང་ཅིག་བཟུང་དུ་ཡོད་རེད་དེ་འདྲས་སོང་ཙང་དེ། དེ་འདྲའི་གི་སྟག་ཤུག་དང་ང་ང་ཤུག་དེ་འདྲའི་ལྡན་ངེས་ཀྱི་ད་དགོས་ཀྱི་འདུག་ས་དེར་ད་དེ་ག་རེ་གཉིས་སྣང་དེ་འདྲའི་གྱི་ག་རེ་ཅན་བཏང་གི་ཡོད་རེད་ས་ཡིན་ན་ང་ཚོ་བོད་རིགས་འདྲ་བོ་གྱི་གྱི་ཡིན་ན་ཨང་ཀྱི་ལོ་རྒྱུས་གི་ཐོག་ནས་ཡར་བལྟ་བ་ཡིན་ན་ཧ་ལས་གི་ཨ་ནི་ཀྱི་བོད་ཟེར་གི་ས་ཆ་དེ་ཧ་ཅང་གི་ཞེ་དྲག་གི་མཐོ་པོ་རེད། འཛམ་གླིང་གི་ཐོག་ནང་མཐོ་ཚགས་ཀྱི་ས་ཆ་ཁ་ཤས་ཡིན་ན་མི་གྲངས་བརྒྱད་སྟོང་དེ་འདྲ་ཡོད། བརྒྱད་སྟོང་དེ་འདྲ། ཨ་ནི་དྲུག་སྟོང་བདུན་སྟོང་ལྔ་སྟོང་བཞི་སྟོང་གསུམ་སྟོང་ཉིས་སྟོང་ད་གང་འདི་ཉིས་སྟོང་གི་གང་དུ་འཚོ་གནས་བྱས་ངེས་ན་ཅིག་ཤ་སྟག་རེད་ཚང་མ། དེ་འདྲའི་གསུང་དང་དེ་གའི་ནང་ལོགས་ལ་ཡང་ག་རེ་ཡོད་རེད་ཟེར་ན། རི་དང་རི་ཟབ་པོ། གཉན་ཆུ་གྲང་མོ། གངས་རི་མཐོ་པོ། རྫ་རི། གཉིས་སུ་གྲོང་གི་དེ་འདྲའི་གི་ཁུལ་ཡུལ་ནང་ལོགས་ནི་དཔལ་མི་རིགས་དེ་དག་འཚོ་གནས་བྱེད་མི་རིགས་ངང་མ་ཅི་རེད། དེ་འདྲའི་གསུམ་དང་དེ་དང་གཉིས་ཤིན་ཏུ་ཚུལ་བྲལ་ཏེ་ངས་ཧ་ལས་ཀྱི་ང་མ་ཡིན་ཐང་གི་བྱིས་པ་འགྲོ་གི་རེད་བསམ་གི་དེ་འདྲའི་གསུམ་དང་གཅིག་ད་ག་ལ་གི་བོད་ཀྱི་མི་རིགས་དང་དེ་གཉིས་ཀྱི་བོད་ཀྱི་མི་བུ་གི་འདི་ཚོ་དང་ཤིན་ཏུ་ཚུལ་བྲལ་ཏེ་དཔེ་འཚོ་གནས་ཀྱི་མཐུན་རྐྱེན་ཆུང་ཆུང་གཅིག་མ་གཏོགས་མེད་ན་འཚོ་གནས་བྱས་ཐུབ་ངེས་ཀྱི་སྟོབས་ཤུགས་ལྡན་གྱི་གཟི་བརྗིད་ལྡན་པ་ཞེ་པོ་ཅིག་རེད་བསམ་གི་ང་ཅི་ཡིན་མོད་ན་ཆེན་པོ་ཅིག་ཡོད།

མཚོ་གནས་ཀྱི་མཐུན་རྐྱེན་ཞན་ས་གཅིག་ནང་ལོགས་ནང་སྟག་ཤུགས་དང་གཟི་བརྗིད་ལྡན་པའི་ཐོག་ནས་འཚོ་ཐུབ་ངེས་ཀྱི་དེ་འདྲ་ཀྱི་མི་རིགས་སུ་འདུག་ཟེར་ཕ་ཅིག་བལྟ་བ་ཡིན་ན་ནི་ཨིས་རལ་ལི་མི་དེ་ཚོ་འདུག་ཨིས་རལ་ལི་མི་དེ་ཚོ་བལ་ཧ་ལས་ངག་མ་ཁེ་ཚུགས་བཅས་མཚོ་གནས་བྱས་ཐུབ་འདུག་དེ་འདྲའི་སོང་ཙང་ཤེས་སྟངས་ནི་ང་རང་ཚོ་ད་ངས་ཉིས་སྟོང་ཉེར་བཅུ་རྩ་ལྔ་ལོའི་གི་ཉིན་དང་པོ་འདིའི་ཉིན་དུ་བོད་རིགས་ཚོ་ཚོ་དཀྱུས་མ་ནང་ག་རེ་ཚེ་ན་ཤེས་སྟངས་ནི་ང་ཚོ་གི་མེས་པོ་དེ་ཚོ་གི་འཚོ་གནས་བྱེད་སྟངས་དང། ཁོ་ཚོའི་གི་སྟོབས་ཤུགས་དང་གཟི་བརྗིད་དང་སྤོབས་པ་དོད་སྐད་དེ་དེ་ཡང་ལྷོ་གཞུང་དེ་ན་ཞེ་དྲག་གི་ཡག་པོ་ཡོད་རེད། ད་དེ་ཚོ་སྤྲད་དེ་འདས་པའི་གི་ལོ་རྒྱུས་ཡིན་པ་སོང་ཙང་ཨ་ཅེ་རྣམ་པ་ཚོ་གི་གོ་གོ་ཐུབ་ཡག་དང་རྟོགས་ཐུབ་ཡག་དང་ཤེས་ཐུབ་ཡག་གི་དེ་འདྲའི་གི་ད་ལོ་རྒྱུས་གི་ཉོང་ཤེས་ཅན་དེ་འདྲ་བྱས་ཐུབ་མི་འདུག་ན་མིག་མཐོང་ལག་ཟིན་གི་ད་འཛམ་གླིང་གང་ཕ་ད་ནས་རྒྱུག་མི་རིགས་དེ་ཚོ་ནི་ཕ་ད་ཟེར། ད་རྒྱུ་མི་རིགས་དེ་ཚོ་ནི་ཅི་ལྟ་དང་རྒྱུ་མི་རིགས་དེ་ཚོ་ག་རེ་བྱས་ཡོད་འདུག་ད་ང་ཚོའི་བཙན་བྱོལ་གྱི་སྤྱི་ཚོགས་དེ་ཚོ་ནི་བྱས་ན་ག་ར་ག་ས་ཆ་ག་བ་དེ་ཡིན་ན་ང་ཚོ་ནི་རོ་པ་ཅན་དེ་ཡིན་འདུག་དེ་ཚོ་ཚང་མ་དེ་གཉིས་ཀྱིས་བརྒྱ་ཆ་བརྒྱར་བརྩིས་ན་དེ་ད་ཨ་ཚ་འདྲ་བོ་ར་མི་འདུག་བརྒྱ་ཆ་མང་ཤོས་དེ་ང་ཚོ་རྒྱུ་མི་རིགས་ཆགས་འདུག་ཡོད། ད་ང་ཚོའི་གི་སྔ་མ་ཡིན་ན་ང་ཚོ་ཡིན་ན་མི་ཚེ་ནོར་ལོག་གི་ཁྲལ་རིང་བཞིན་དུ་དེ་ཉིད་གོང་ས་རྒྱལ་བ་ཐམས་ཅད་ཆེན་པོ་གི་སྔ་མ་དེ་ཉིད་ཀྱི་ཚན་རིག་དང། ཨ་ནི་དགེ་འདུན་པ་དེ་ཚོ་ཚན་རིག་བཞག་གི་རེད་ཟེར་གྲྭ་བ་དེ་ཚོ་ཚན་རིག་བཞག་ན་ག་འདྲ་ཡོད་ནའང་ཟེར་ཚན་རིག་ཟེར་བ་དེ་དེང་དུས་ཀྱི་ཤེས་ཡོན་ནོར་ལོག་ནི་ད་སྟོབས་ཤུགས་ཆེ་ཤོས་ཅིག་དང་མི་མང་པོ་ཅིག་གི་དགའ་མོས་ཆེ་ས་ཅིག་གིས་ད་ཤེས་ཡོན་ཅིག་དང་རིག་གཞུང་ཅིག་ཡིན་པ་གསུམ་ཚང་དེའི་ཐོག་ནས་ཨ་ཅིག་གཞང་ཐག་ཅིག་སྤྲད་ཐུབ་ན་ཟེར་ཁོང་གི་ཐུགས་དགོངས་དེ་འདྲ་ཅིག་རེད། ད་དེ་ཡི་ཐོག་ནས་དེ་ཉིད་གཞན་དག་ནང་ངས་ཀྱི་ང་ཚོ་བོ་བི་སོ་གར་སོགས་ཅི་ཡོད་རུང་ཁོང་ཡིན་ན་རྒྱུག་མི་འགྲིག་རུང། ད་ཁོང་ག་རེ་ལབ་གི་རེད་ས་ཡིན་ན་ད་ལྟ་རྣམ་པ་ཚོ་གི་ཚན་རིག་གཞང་བཞག་འཇུག་དེ། ཁྱོད་རང་ཚོ་མི་རོ་དང་ཁྱོད་རང་ཚོ་མི་རོ་རྒྱལ་མི་གི་སྐོར་ཟུར་ཡིན་ན་འབྲས་བུ་དེ་མིན་ཡ་གི་ཁོས་རེ་བ་གས་བྱས་གི་མེད། ཡིན་ན་དེ་ཡི་འབྲས་བུ་དེ་ད་མི་རོ་དྲུག་བདུན

པའི་ཧ་ལས་ཀྱི་ཅི་ཞི་ར་གི་ཨ་ཉི་ཅི་རྒྱུག་མི་རིགས་ས་དེ་སང་དང་དང་ཅི་ཡོད་ར་ཨ་ཉི་ཁ་ཐུག་ཁ་ཐུག་གི་ས་ཡ་ཐུང་ཡ་དང་དེ་འདྲས་ཀྱི་མགོ་ཁུག་ནས་ཨིན་ཟེར་ཚོད་དུ་ཆུ་ཚོད་ལྟོ་ཚོད་རྒྱུག་ནི་ངས་ཅི་ནི་ད་ང་ཚོས་ཀྱི་བཙན་བྱོལ་སྤྱི་ཚོགས་ནང་ལ་ཅི་ནས་ང་ཚོས་ཀྱི་བོད་པ་དེ་ཚོ་ཞི་ར་གི་དེ་འདྲས་ཀྱི་ཀོན་རྒྱུ་ཚད་ཕུད་ཚད་དུ་སྐྱོ་བོ་ཆགས་འདུག་དེ་འདྲས་ན་མ་ཡིན་པ་བྱས་ནས་ཧ་ལས་ཀྱི་གཟི་བརྗིད་ལྡན་པ་གི་དེ་འདྲས་ཀྱི་སང་དང་ཐུག་འདུག་དེ་ན་གི་ད་ལྟ་ག་རེ་ཡིན་ན།

ངེད་གཉིས་གསུང་དང་དེ་འདྲ་གི་མིག་གི་མི་རོ་གཅིག་དང་དེ་འདྲ་མ་ཡིན་གི་ཕན་ཆད་ང་ཚོས་གི་དཀའ་ལས་བྱོས་གི་འབྲས་བུ་དེ་ཚོ་ལག་ངོ་གཏོང་གི་གཏོང་གི་བྱོས་མི་ཡ་ནི་ཆེ་ཤེས་འཛང་གླིང་ལ་ཕན་པ་དང་ཆད་པ་དང་ཁ་བ་གང་བྱེད་ཀྱང་ན་ཕན་ཐུག་ཡ་གི་དེ་འདྲའི་འབྲས་བུ་སྨིན་ཐུག་ཡ་གི་ཨ་ནི་ལ་གི་ངོས་ནས་གསོལ་འདེབས་ཞུ་གི་ཡོད་ལ་ཨ་ནི་རྣམ་པ་ཚོ་གི་འབད་བརྩོན་གནང་རོགས་གནང་ཟེར་ཞུ་ཡ་ཡིན། ཨ་ནི་ཚང་མ་ལ་ཀུན་སྤྱོད་སེང་བཀྲ་ཤིས་ཤོག་ཀུན་གྱི་གསུང་བཞིན་ཡོང་རྒྱུན་པ་ཞུ་བ་ཟེར་ཞུ་ཡ་ཡིན།